ཉིས་སྟོང་བཅུ་དགུ། ཕྱི་ཟླ་དྲུག་པའི་ཚེས་གཅིག། དབྱངས་གསལ་རིག་འཛིན་གྲྭ་ལས་ཕེབས་པའི་ཚོགས་གཙོ་ཏཱ་རེ་བླ་མ་མཆོག་དང། དྲྭ་གྲོགས་ཡོངས་ལ་རང་རང་གི་བཞུགས་ཡུལ་དུ་བསམ་པའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་ང་ཚོའི་སློབ་ཚན་བདུན་ཅུ་དོན་དགུ་འདི་འགྲེལ་བཤད་ཞུ་བའི་རེད། འགྲེལ་བཤད་ཞུ་ཡས་རེད། སློབ་ཚན་འདིའི་ནང་ལ་བསྡུས་ཡིག་གི་སྐོར་དང། འཁྱུག་ཡིག་བྲིས་སྟངས། དེ་ནས་རྒྱ་རིམ་པ་བདུན་སྐོར་ཞུས་རེད་འདུག་ད་དང་པོ་བསྡུ་ཡིག་བསླབ་པའི་སྐབས་སུ་ཨེ་ནི། ཡི་གེ་རིང་པོ་འདི་ཨེ་ནི་ཉུང་དུ་བཏང་བྱས་འབྲི་སྟངས་འདི་ལ་བསྡུ་ཡིག་ཟེར་གྱི་ཡོད་པ་རེད། འདི་ལ་གཟུངས་ཡིག་ཡང་ཟེར་གྱི་འདུག་སྐབས་རེ་སྐུང་ཡིག་ཡང་ཟེར་གྱི་ཡོད་རེད། ང་རང་ཚོ་བོད་ཀྱི། སྐད་ཆ་རྙིང་པ་མང་པོའི་ནང་ལ་སྐུང་ཡིག་ཤིན་ཏུ་མང་པོ་ཡོད་པ་རེད། བྱས་ཙང་ལས་དང་པོ་བ་ཚོས་བྱ་བའི་དེ་གི་དེ་སིག་པའི་སྐབས་སུ་སྐུང་ཡིག་དང་བསྡུས་ཡིག་ཡང་ན་བཟུང་ཡིག་དེ་གི་ལ་རྒྱུས་མངའ་ཁྱོན་ནས་མེད་པ་ཡིན་ན་ཨ་ནི་ཀློག་ཐུབ་གི་མ་རེད་འདུས་པ་འགྲོལ་ཐུབ་གི་མ་རེད། ཡིན་ན་ཡང་བརྡ་སྤྲོད་གི་སློབ་ཚན་འདིའི་ནང་ལ་མང་པོ་ཅིག་ནས་ཞུ་ཐུབ་ཡས་ཡོད་མ་རེད། གཅིག་བྱས་ན་ཞུ་གོ་ཡས་ཡོད་མ་རེད། ཡིན་ན་ཡང། སློབ་ཚན་ག་རེ་ཡིན་ན་ཡང། དེའི་ཐོག་ལ་བློ་ཁ་ཕྱོགས་དགོས་ལ། ཐོག་མར་ཉུང་ཉུང་ཅིག་ངེས་པར་དུ་སློབ་ཁྲིད་བྱེད་དགོས་ཀྱི་ཡོད་པ་རེད། སློབ་ཁྲིད་དེ་བྱས་ཚར་བའི་རྗེས་སུ་རང་རང་གི། དེ་ནས་དེ་དང་འབྲེལ་བའི་གེགས་བྱེད་ལས་ཚང་མ་ལོག། མ་འོངས་པ་ལ་སློབ་སྦྱོང་བྱེད་པ་ཡིན་ན། དཀའ་གནད་ཚང་མ་ལོག་རང་བཞིན་གྱིས་སེལ་འགྲོ་བའི་ཆ་དེ་ཡོད་རེད། དེ་འདྲ་ཡིན་པ་སོང་ཙང་དེ་རིང་འདི་ལ་བསྡུས་ཡུལ་གྱི་ངོ་སྤྲོད་ཞུ་གི་ཡིན། སྤྱིར་བཏང་ང་ཚོ་བརྡ་སྤྲོད་སློབ་ཁྲིད་བྱེད་པའི་སྐབས་སུ་སློབ་གྲྭ་ཁག་ལ་ཡིན་ན། ཧ་ལམ་བསྡུས་ཡུལ་གྱི་ངོ་སྤྲོད་ཙམ་ཡང་བྱུང་གི་མེད་པ་རེད། ཡིན་ན་ཡང་འདིས་ངོ་སྤྲོད་གོ་གི་ཡོད་པ་སོང་ཙང་ཨན་དེ་རིང་སློབ་གསོ་འདིའི་ནང་ལ་བཞག་པ་འདི་འདྲ་ཡིན་པ་རེད། འདི་ནི་མཁྱེན་མཁན་ཚོ་ལ་ཞུ་ག་ཡོད་མ་རེད་དཀའ་ངལ་ཡོད་མ་རེད། ཡིན་ན་ཡང་མི་མཁྱེན་མཁན་ཚོ་ལ་ཏན་ཏན་ཕན་ཐོགས་ཆེན་པོ་ཡོང་གི་རེད་དྲན་གི་འདུག་ཞུ་ཡིན། བྱས་ཙང་དང་པོ་འདི་ལ་བསྡུས་ཡིག་ཡང་ན་བཟུང་ཡིག་ཡང་ན་ཀུང་ཡིག་ཅེས་ད་ཨིན་ཇིའི་ནང་ལ Abbreviation ཟེར་ར་བ་ཅིག་རེད་ཚིག་རིང་པོ་ཅིག་ཡོད་པ་ཡིན་ན་འདི་མདོར་བསྡུས་ག་འདྲ་བྲིས་བ་རེད་ཟེར་ཏེ་ཀློག་པའི་སྐབས་སུ་བསྡུས་ཡིག་འདི་གི་འདི་རིང་པོ་རང་ཀློག་གོ་རུ་མ་གཏོགས་ཕྱིའི་ཀློག་སྟངས་བསྡུས་ཀི་ཡོད་མ་རེད་བྲིས་སྟངས་བསྡུས་ཀི་ཡོད་རེད་དཔེར་ན་ཆ་ཤ་བ་ཡིན་ན་བླ་མས་སླ་བ་ཡིན་ན་བ་དང་བ་ལ་དང་བླ་མ་དང་པོ་མེད་དང་མེད་རོ། བྲིས་པའི་སྐབས་སུ་ཡི་གེ་དེ་ཆ་ཚང་བྲིས་གོ་ཡོད་རེད། ཀློག་པའི་སྐབས་སུ་ཡང་ཆ་ཚང་ཀློག་གོ་ཡོད་རེད། ཡིན་ནའི་དེ་ཡུལ་བྲིས་པའི་སྐབས་སུ་ཨེ་ནི། བླ་མེད། ཟེར་བ་དེ་ལས། ཨེ་ནི་བ་ལ་དག་གི་བླ་དེ་གི་ཚབ་དེ་མེད་པ་བྱེད། ཨེ་ནི་མ་དེ་མེད་པ་བྱེད། ཨེ་ནི་བ་ལ་དང་བླ་དང་པོ་ལས་དང་བླའི

གོང་བཀུར་རེད་ཏན་འགྲིག་ས་བ་རེད། ཡོངས་བསྒྲགས་ཞུས་པ་ཡིན་ན་བཀྲ་ཤིས་ལྟ་བུ་རེད། བཀྲ་ཤིས་ལབ་པ་ཁོ་ཚོ་ང་ཚོ་ཆ་ཚང་ཁྲིག་གི་རེད་བ། རྒྱུ་ཡིག་བྲིས་པའི་སྐབས་སུ་བ་བོ་ཀ་ར་ད་བཀྲ་ཁི་ཁུ་བཀྲིས་ས་བཀྲིས་རེད། ཡིན་ན་ཡང་འདི་ཀློག་པའི་སྐབས་སུ་བཀྲིས་མི་ཟེར་བ་རེད། གལ་སྲིད་འདི་མི་གཅིག་གི་མིང་ཡིན་ན། འདི་བསྡུས་ཡིག་ཡིན་པ་སོང་ཙང་བཀྲ་ཤིས་སུ་ཀློག་བ་རེད། ག་རེ་བསྡུས་ཡོད་རེད་ལབ་ཡིན་ན་ཤ་དེ་བདུད་དུ་བ། བྲག་གི་ཚེག་དེ་བདུད་དུ་བ། བདུད་ཡུལ་བྲི་བའི་སྐབས་སུ། ངག་ནས་འདོན་པའི་སྐབས་སུ་ཚེག་བར་མ་ཉུང་གཅིག་པ་གཅིག་ཀྱང་བྲི། ཡི་གེ་ཉུང་དུ་ཕྱིན་པ་རེད་མ་གཏོགས། ཡི་གེ་བྲི་གཟུགས་ཉུང་དུ་ཕྱིན་པ་རེད་མ་གཏོགས་ཚེག་བར་མ་ཉུང་ལས་ཁྱད་པར་ཡོད་མ་རེད། ད་ཡིན་ནའི་བཀྲ་ཤིས་དེ་ང་ཚོ་རྟག་པ་བེད་སྤྱོད་གཏང་གི་ཡོད་པ་སོང་ཙང་དཀའ་ངལ་ཡོད་མ་རེད། ཡིན་ནའི་འདི་བདུད་ཡིག་ཡིན་པ་དེ་མཁྱེན་སོང་ན།

བཅུ་གཉིས་ཡིན་ན། བའོ་བཅད་ཞབས་བཅུ་བཅུ་གི་གུ་ས་བཅུ་གཉིས་རེད། ད་བཅུ་བཞི་དང་བཅུ་གཉིས་ཟེར་མཁན་དེ་བདུད་ཡིན་མ་ཧ་མ་གོ་ན་ཀློག་ཡ་གོ་རེ་ཡོད་མ་རེད། གང་ཡིན་ཟེར་ན་ཚེག་བར་གཅིག་ལ་དབྱངས་གཉིས་དེ་འདྲ་གྱོན་ཡོད་མ་རེད། བདུད་ཡིན་པ་མཁྱེན་མཁན་ཚོ་གིས་བཅུ་བཞི་བཅུ་གཉིས་བཅུ་གཅིག་དེ་འདྲ་གསུང་གི་རེད། བཅུ་གཅིག་ལས་དག་ན་ཞིག་ལས་བའོ་བཅད་ཞབས་བཅུ་བཅུ་གི་གུ་ག་བྲིས་ཡ་རེད། གོང་གི་བླ་མེད་དང། བཀྲ་ཤིས་དང་བཀའ་དྲིན་ལྟ་བུ་ཡིན་ན། ཨ་ནེ་བདུད་ཡི་ཡིན་པ་ཧ་མ་གོ་ནས། ལོ་ཡ་ད་ཡོར་བ། ལས། བཀྲིས། Dreams། ཡིན་ནས་གོ་རྒྱུ་འགས་ཡོད་མ་རེད། ད་འོག་གི་བཅུ་བཞི་དང་བཅུ་གཉིས་དང་བཅུ་བཅུ་ལྟ་བུ་ཡིན་ན། བདུད་ཡི་ཡིན་པ་མ་ཁྱེར་ན། ལོ་གོ་རེ་ཤེས་ཡ་ཡོད་མ་རེད། འོ་དོ་ཚོ་དོ་སྣང་གནང་དགོས་དཔེ་གལ་ཆེན་པོ་རེད་དྲན་གྱི་ཡོད། དེ་ནས་དཀོན་མཆོག་ལ། བདུད་ཡི་ཁྲིད་པའི་སྐབས་སུ། ད་འོག།

ཚུལ་གྱི་ལྷ་དང་ཁ་ར་ད་བདུད་ཅེས་ཚུལ་ཁྲིམས་སོ། བདུད་ཡིག་མ་འབྱེད་ན་འདི་ལོག་ཐང་ཡོད་མ་རེད། དེ་ནས་དཀྱིལ་འཁོར་ལ་བརྩོན་པ་ཡིན་ན་དྭོགས་ཀ་ཡེ་ད་ཀྱ་ཀི་ཀུ་སྙམ་དུ་ན་རོ་དྲི་ར་བྲིས་པ་ཡིན་ན་དཀྱིལ་འཁོར་ཟེར་དགོས་རེད། དེ་ནས་སྔ་མོ་བོད་པ་ཚོས་བྲིས་ཐང་ཆེས་ཡག་པོ་ཞུ་ཞོར་ཡི་གེ་རིང་པོ་བྲིས་མི་འོས་པ་ཞེས་ཨང་ཀི་ལྟི་བུ་ཡིན་ན་ཨང་ཀི་རན་བྲིས་པ་དེ་དུས་ཆགས་འགྲོ་གི། དཔེར་ན་དན་ཞི། བྲིས་དགོས་བྱུང་ཟེར་ན། ཨཱ་ནི་བའོ་ཏཱ་རིང་པོ་དེ་ན་དེ་གྲངས་ཀ་ཤེས་ཀྱི་བྲིས་པ་ཡིན་ན་དན་ཞི་ཆགས་འགྲོ་གི། དེ་ནས་རྡོ་རྗེ་ལྟ་བུ་བྲིས་དགོས་ཡོད་ན། ར་ཏཱ་ཏཱ་ཏཱ་ན་རོ་ཏོ། འདྲེང་པོ་ཀྱི་བྲིས་པ་ཡིན་ན་རྡོ་རྗེ་ཆགས་འགྲོ་གི་ཡོད་རེད། ར་དང། བྱ་དང། དེ་བྲིས་དགོས་གི་ཡོད་མ་རེད། དེ་ནས་གཙུག་ཏོར་ལྟ་བུ་བྲིས་དགོས་བྱུང་ཟེར་ན། གའུ་རྩ་ཞབས་ཀྱི་གཙུག་ན་རུ་ར་གཙུག་གཏོར། ཚིག་བར་རེ་རེ་ལ་དབྱངས་གཉིས་གཉིས་ཡོད་ན་ཚིག་བསྡུ་ཡིན་པས་ཁྱབ་ཀྱི་ཡོད་རེད་ཚིག་བསྡུ་མེད་ན། དབྱངས་གཉིས་བྱེད་པ་དེ་འདྲའི་ཚིག་བར་གཅིག་ན་ལ་ཡོད་མ་རེད། དེ་ནས་ཕྱོགས་བཞི་མཚམས་བརྒྱད་ཡིག་རིང་པོ་ཆགས་ཀྱི་རེད། དུས་བྲི་བའི་སྐབས་སུ་ཕྱོགས། གྲངས་ཀ་བཞི་བྲི་མཚམས་གྲངས་ཀ་བརྒྱད་བྲི་ཕྱོགས་བཞི་མཚམས་བརྒྱད། དེ་ནས་འཁོར་ལོ་ལབ་པའི་སྐབས་སུ་ཨ་ཧོ་ཁ་ན་རོ་ན་རོ་དེ་སྐད་ཆ་ཅན་དྲི་ར་དྲིས་པ་ཡིན་ན་འཁོར་ལོ་འཆར། ཀུན་མཁྱེན། ཀུན་རང་བྱ་དྲི་འབྲིང་པོ་ཅི་དྲིས་སོང་ན་ཀུན་མཁྱེན། དེ་མ་གཏོགས་འགྲོ་ས་ཡོད་མ་རེད། མཁའ་འགྲོ་དྲི་གུ་བྱུང་སོང་ན་མ་ཧོ་ཁ་ར་ད་ཁྲ་ན་རོ་དྲི། མཁའ་འགྲོ་བྱ་འགྲོ་གིན། ཀློག་པའི་སྐབས་སུ་མཁའ་འགྲོ་རང་ཀློག་དགོས། ཁྲོ་ཀློག་ཡ་ཡོད་མ་རེད། ཁྲོ་ཟེར་བའི་ཚིག་འདི་འདྲ་ཡོད་ཡ་ཡོད་མ་རེད། སྔོན་རྒྱུད་མ་ཡོད་གིན། ཕོ་བྲང་ལ། བྷ་ར་ཏཱ་ཁྲ་ན་རུ་ཁྲོ་ང། ཕོ་བྲང། ཐམས་ཅད་མཁྱེན་པ་ལ། ཐ། གང་འདི་ལ། ཀླད་ཀོར་བྲི། ཆ། མ་ལ་ཡ་ད་བྲི། འདྲེ་མགོ་བྲི། ན་བྲི། པ་བྲི་ན་ཐམས་ཅད་མཁྱེན་པ་བྱ་འགྲོ།

མངོན་པར་རྟོགས་པ་ལ། མ་འོ་ང་ན་རོ་སྔོ་ན་ར། ར་ཏཱ་ཏཱ་ཏ་ཡ་ཏཱ་ན་རོ་པ་མངོན་པར་རྟོགས་པ། ཡ་ཏཱ་དེ་ཀ་ཏཱ་ས་ཚུན་དགོས། རྟེན་འབྲེལ་ལ་བས་ན་ར་ཏཱ་ཏཱ་ཏ་འབྲིང་པོ་རྟེན་ན་ར་ཏཱ་ལ། ཚིག་གཅིག་གིས་སྨོས་པ་ཅན། རྟེན་འབྲེལ། ཨའོ། བ་ར་ད་དགྲ་སྒྲེང་པོ་ཤ་ཚང་རྒྱུ་ས་བ་ར། རང་རྒྱལ་དགྲ་བཅོམ་པོ་ལ་ར་ང་ཡ་ད་ལ་དྭོ་ཀ་ར་ད་དགྲ་ན་རོ་ཀླད་ཀོར་བཀྲི་རང་རྒྱལ་དགྲ་བཅོམ་དུ་དེ་ནས་ཡོད་བྲི་གོ་ཡོད་ན་ཚིག་ཏུ་བྲི་བའི་སྐབས་སུ་ད་ལོ་དགྲ་བྲི་གོ་ད་ལོ་དགྲ་དེ་ཡོད་ཟེར་གོ་མེད་བྲི་གོ་བྱུང་སོང་ན་ཚིག་ཏུ་བྲི་བའི་སྐབས་སུ་ན་ལོ་ན་བྲི་གོ་དེ་ལ་མེད་ཟེར་གོ་ཅེས་དང་ཆ་བེ་སེར་བའི་སྐབས་སུ་སྐབས་རེ་ད་ལོ་སྒྲ་དེ་འདྲ་མཇལ་གི་རེད། འབྲེལ་མེད་དོན་ཆེན་དེ་འདྲས་དེ་དུས་ཡོད་དགོངས་ན་ཏག་ཏག་བྲིས་གི་ཡོད། སྐབས་རེ་ན་ལོ་ན་མཇལ་གི་རེད། འབྲེལ་མེད་དོན་ཆེན་དེ་འདྲས་ལ་དེ་དུས་མེད་ཀྱི་ཚིག་ཏུ་ཡིན་པ་མཁྱེན་སོང་ན་སྐུ་ངལ་ཡོད་མ་རེད། དེ་ལྟར་མིན་ན། ཨ་ནི་ཞེ་དྲག་ཁག་པོར་བ། ད་ལོ་སྒྲ་དང་ན་ལོ་ན་དེ། ལོག་ཡིག་རུ་བ། ལོག་ཡིག་དེ། སྔགས་ཡིག་ལ་མ་གཏོགས་མེད་གསུང་གི་ཡོད་རུ་བ། ཡོད་དང་མེད་དེ་སྔགས་ཡིག་རྐྱེན་མ་རུ་བ། ཚིག་ཏུ་རེད། ཚིག་ཏུའི་སྐབས་སུ་དེ་ག་དེ་བེད་སྤྱོད་བཏང་བ་ཡོད་རེད། དེ་ནས་སྐབས་འདིར། དྲི་གུ་ཆུང་སོ་ན་ས་ཀ་ད་ཀ་པ་ཀུ་པི་ར། ཉན་ཐོས་རང་རྒྱལ་ལ། ཉྭ་ན་རོ་ཉོན་ས་ར་ང་ཡ་ད་ལ། དེ་ནས་ཁ་ཅིག་ལ་ཁ་ཀི་ཀུ་ཁི་ཀ་ཁིག། ཁིག་ལ་ན་དོན་དག་ཡོད་མར་བ་ཚིག་ཏུ་བྱས་བྱས་པར་ཁ་ཅིག་སི། ཁྱད་པར་ཕག་ལ་ཁ་ཡ་ད་ཁྱ་ད་ར། ཨའོ་ཕ་ད་ལོ་གྲ་པ་ཁྱད་པར་ཕག་པ་སི། ད་ལོ་གྲ་དེ་མིང་ཞིག་གི་རྗེས་སུ་བྲིས་ཡོད་ན་ག་དང་ས་གཉིས་མཚོན་གྱི་ཡོད་རེད། གཅིག་པུར་བྲིས་ཡོད་ན་ཡང་ནོར་རེ་ཡོད་དང་ཡོད་མཚོན་གྱི་ཡོད་རེད། དེ་ནས་དེ་འགྲུབ་ལ། བ་འོ་ད་འགྲེང་བུ་དེ་ན་ར་ད་ཞབས་ཅུ་བ་དེ་འགྲུབ། ད་འཆི་མེད་ལ། ཨ་ཨོ་ཆ་ཀེ་ཀུ་ཆིའི་ན་ལོ་ན་འཆི་མེད། འདིའི་གོང་དུ་ན་ལོ་ན་དེ་མ་འགྲོ་འགོ་མེད་རེད་ཞུས་པར་བ་ད་ལྟའི་བོད་ཆོས་བཏང་ས་རེད་ཕྱི་མེད་ཨ་ཧོ་ཆ་ཀི་བོ་ཆི་ན་ལོ་ན་ཡོད་ན་ཕྱི་མེད་ཟེར་གོ་རེད། གཉན་པོ། གའོ་གཉའ་སྦྲང་པོ་གཉན་ན་ན་རོ་ནོ་གཉན་པོ། མྱང་འདས་ཡིན་པས་ཁྱབ་ལ་མ་ཡེ་ད་མྱ་ང་ས་མྱང། ད་འདི་མྱང་འདས་ཀྱི་ཚིག་དོན་རེད། ཨ་ནི་དབྱིན་དཔའ་ས་པས་ཁྱབ། ཁ་ཡ་ད་འདི་ཡ་ད་སྤྱི་ཁོག་དུས་ཆེན་པར། ཐལ་འགྱུར་ལ། ཐ། ལ། ཡ་ད་ཞབས་ཅུ་ར་དལ་འགྱུར། ལ་ཞབས་ཅུ་ལུག་ག་ས་ལུག་ལ་ལ་ཡ་ད་ལ། ཐ་ཤལ་གྱི་ཐུགས་ཀ་ས་ཐུགས་ར་ཅི་ད་ཅག་འབྲིང་པོ་རྗེས་ལ་ཐ་ཡ་ད་འབྲིང་པོ། གའུ་ས་ཤལ་གྱི་སུང་ང་སུང། གྲི་གུ་ཆུང་སོ་ན་ས་ཡ་ད། ཞེས་དང། ཐ་ཡ་ད་ཐུགས། ས་ཡ་ད་སུང། དེ་འདྲའི་སུང་འཁོར་བ་སྐུ་གསུང་ཐུགས་གསུང་དུ་བྱེད་པའི་སྐབས་སུ། ཐ་ཡ་ད་ཐུགས་ས་ཡ་ད་སུང། རྒྱུ་མཚན་གོ་ཡ་གས་ཡོད་མ་རེད། ད་ཡ་ད་ཐུག་ལབ་པའི་སྐབས་སུ་ཡ་ད་དེ་གི་ག་ད་ས་ཚིམ་གི་ཡོད་རེད། ས་ཡ་ད་སྲུང་ལབ་པའི་སྐབས་སུ་ཡ་ད་དེ་གི་གའུ་ས་ཡི་སྲུང་ང་སྲུང་ཚིམ་གི་ཡོད་རེད། དེ་ཁོ་རང་གི་ཚིག་ཏུ་བྲིས་སྟངས་ཅིག་གི་ཁྱད་པར་རེད། རྣམ་པར་ལ་ར་ན་ད་ན་ལེ་ཀོ་ཅི་ཏྲི་ར། ཕུང་པོ་ལ་ཕ་ཤ་ཆུ་ཕུའུ་ང་ན་རུ་ངོ། ཚེགས་མེད་པ་བྱེད་ཅིང་ཕུང་པོ། ལྷག་བཅས་ལྷག་མེད་ལ། ཨ་ནི་ལྷག་བཅས་དེ་རང་ཅག་བྲི། ལྷག་མེད་བྲིས་པ་ཀ་སོགས་ལ་ཧ་ད་ལྷག་ག་ལྷག་ན་ལོ་ན་ལྷག་མེད། བྱང་ཆུབ་ལ་བ་ཡས་ད་བྱ་བྱ་ཆུ་ཆུ་བ་ཆུབ། ཆུབ་ཟེར་ན་དོན་དང་ཡོ་མར་བ་ཚིག་དུ་རི་བྱང་ཆུབ། ངོ་བོ་ཉིད་ལ་ང་ན་རོ་ཀེ་བྱ་ཅིང་ཉེ་དགུ་ཉིད་དང་ཉིད། ནཱ་རོ་གཉིས་རྩར་བྲི། སྔོན་དུ་མི་བྱེད་ལ། མ་འོ། ང་ནཱ་རོ་སྔོ་ན་བྱ་རྒྱུ་ནུས། ཨ་ནི་མི་བྱེད། ད་དུ་རྒྱུ་བྱ་བར། རྣམ་མཁྱེན་ལ། ར་ན་ད་ན་མ་ཡ་ད། འབྲིང་པོ་ན་རྣམ་མཁྱེན། བསྟན་བཅོས་ལ། བ་འོ་ས་ད་ད་ད་ནཱ་རོ་ཏོའི་ས་སྟོད། ཚིག་སྡུད་ཡིན་པ་སོང་ཙང། ནི་བསྟན་བཅོས་སུ་གོ་བ་ལེན་དགོས་རེད་དེ་མེད་ན་ཚིག་འདི་ཕལ་ཆེར་ཡོད་ཀྱི་མ་རེད། མངོན་རྟོགས་ལ། གོང་འདི་དེ་མ་གཅིག་སླེབ་ཚར་སོ། སྔོན་འདི་རང་ཅག་དྲིས་རྟོགས་ལ་ར་ཏཱ་ཏཱ་ཏཱ་ཡ་ཏཱ། ནཱ་རོ། སེམས་ཅན་ཐམས་ཅད་ལ། ས་རིང་པོ་སེ། ཀླད་ཀོར་ནཱ། ཐ། ཀླད་ཀོར། ཐ། སེམས་ཅན་ཐམས་ཅད། དེ་ནས་སེམས་བསྐྱེད་ལ། ས་འབྲིང་པོ། ལས་སྐོར། ས་ཀ་དག་ཀ་ཡེ་དག་ཀྱ་རིན་པོ་ཀྱེ་དག་ཀྱེ་སེམས་ཀྱེ། མ་དང་ས། སྔོན་འཇུག་བ། དེ་དག་བསྡུས་པར། ཀུན་འབྱུང་ལ། ཀ་ཤི་བཞུགས་སྐུ། ན། ཡ་དག་ཞབས་ཆུ་ང་ཀུན་འབྱུང། ཆོས་སྐྱིད་ལ། ཕྱག་ན་རོ་ཆུ། ས་ཀ་དག་ཀ་ཡེ་དག་ཀྱ་གུ་ཀྱི། ཆོས་སྐྱིད། སྐྱེ་མཆེད་ལ། ས་ཀ་ད་ཀ་ཡ་ད་སྐྱ་འབྲིང་པོ། འབྲིང་པོ་དེ་ཉིད་རྩ་བྲི་ད་བྲི་སྐྱེ་མཆེད། ངན་འགྲོ་ལ། ང་ན་ར་ད་ན་རོ་ངན་འགྲོ། རྣལ་འབྱོར་ལ། ར་ན་ད་ན་ཡ་ད་ན་རོ། ར། རྣལ་འབྱོར། སྤྱི་དང་ན་ལ་ཡ་ད་ཡོ་མར་བ་ཚིག་ཏུ་སྐབས་སུ་བྲི་ཆོག་ཡོད། འོད་ཟེར་ལ། ཨ་ན་རོ་འབྲིང་པོ། ཨེ་ནི། ད་ར། འོད་ཟེར། ལ་སོགས་པ་སྤྱན་དཀྱུས་ཡངས་པོར་མཛེས་སྐལ་ཆེ་བར་སྙམ་སྟེ་འདི་གར་བཀོད་པ་ལགས་སོ། ས་ད་དེ་ཚོ་ཚང་མ་ལོ། དབུ་རྒྱན་ཚིག་ཏུ་བྲིས་པའི་སྐབས་སུ་འདི་ལྟར་བྲིས་པ་རེད། དབུ་མའི་ཚིག་ཏུ་བྲིས་པའི་སྐབས་སུ་མང་ཆེ་བ་འདྲ་བོ་འདྲ་བོ་རེད་ཁ་ཤས་ཁ་ཤས་ཨེ་ནི་མི་འདྲ་བ་ཡོད་རེད། འདི་སྐབས་དོན་སྐབས་དོན་མཐོང་རྒྱུ་བའི་ཕྱག་ལེན་ལ་གཟིགས་དགོས་ཡ་དེ་བས་གལ་ཆེན་པོ་ཆགས་ཀྱི་ཡོད་རེད། དྭགས་པོ་གྲྭ་ཚང་གིས་ཨ་ནི་ཡིག་ཆ་ལ་གཟིགས་པ་ཡིན་ན་དེ་འདྲའི་ཚིག་ཏུ་སྟབས་སྟོང་ཕྲག་མང་པོ་ཡོད་རེད། གཞན་ཡང་ཨ་ནི་ཆོལ་ཁ་ཆོས་ལོན་གྱི་འདུལ་བ་འདི་འདྲའི་མང་པོའི་ནང་ལ་ཚིག་ཏུ་བྱས་པ་ཡོད་རེད། གལ་སྲིད་ཉམས་ཞན་པ་ཡིན་ན་ཞྭ་བའི་སྙིང་པོ་གཟིགས་པའི་སྐབས་སུ་ཨོ་རྒྱན་དང་ཨོ་རྒྱན་མ་ཡིན་པའི་ལག་བྲིས་མང་པོའི་ནང་ལ་བསྡུས་བཞི་སྦྲགས་མང་པོ་བརྗེ་ཡོད་རེད་དཔེ་ཆ་རྙིང་པ་འདི་འདྲ་གནང་ལ། དེ་ཚོའི་སྐབས་སུ་ཏན་ཏན་བསྡུས་པ་སྒྲོལ་ལེ་ལ་དཔེ་ཕན་ཐོགས་ཡོད་རེད། ད་དེ་གི་དེ་མང་ཆེ་བ་ཅིག་བོད་ཡིག་མཁྱེན་མཁན་ཚོ་ལ་གོ་ངེས་ཡོད་མ་རེད། ཡིན་ན་ཡང་ད་རེས་སང་ཉིན་ཨ་ནེ་ཡིན་བོད་ཡིག་སྦྱོང་མཁན་མང་དུ་མང་དུ་འགྲོ་གི་ཡོད་པའི་གི་ང་ཚོས་རེ་བ་བྱེད་དགོས་ཀྱི་ཡོད་ར་བ། ལྷག་པར་དུ། ང་རང་ཚོའི་སློབ་ཕྲུག་གསར་པ་སོགས་ལ་གཞོན་ནུ་ཚོ་ལ་ཨན་བྷི་ལྗང་ཁུ་རེད་ཅེས་ཅེས་ལམ་སྟོན་བྱེད་པའི་སྐབས་སུ་ཨན་བྷི་ལྕེ་སྦྲང་མ་འདྲ་འཇལ་གྱི་རོ་ཨན་འདི་འདྲའི་རིགས་འཇལ་བའི་སྐབས་སུ་རྣམ་པ་ཐམས་ཅད་དུ་དབུགས་འཁོར་ཡག་གི་ཉེན་ཁ་ཡོད་རེད་དེ་འདྲ་ཡིན་པ་སོང་ཙང་དེ་རིང་བློ་དགའ་ཅིག་བྱས་སོང་ན་ཉུང་མཐའ་ལས་འདི་ཚིག་ཏུ་ཡིན་པ་མཁྱེན་ཅིང་ཨན་ནི་ཚིག་ཏུ་ཤེས་མཁན་ཅིག་ལ་བཀའ་འདྲི་ཞུ་བ་ཡིན་ན་ཏན་ཏན་དཀའ་ངལ་མང་པོ་ཅིག་སངས་ཀྱི་རེད་དྲན་གྱི་འདུག་ད་ཚིག་ཏུ་ཡིན་པའི་གི་གནམ་ལྕགས་དེ་མ་མཁྱེན་པ་ཡིན་ན་ཨན་ནི་ཕ་ཞབས་ཆུ། ང་རྣ་རུ་དྲིས་སོང་ན་ད་དེ་འདྲའི་ཡི་གེ་སྐོར་ཡོད་མ་རེད་བ་ཞེས་བཤད། ནི། ཏན་ཏན། བསམ་བློའི་ནང་ལ། སྐབས་རེ། ང་ད་དེ་ལྟར་ཡོང་ས་མ་རེད་བསམ་ས་འགྲོ་དེ་འདྲའི་མགུར་བ། ད་དེའི་ཚིག་དོན་ཡིན་པ་མཁྱེན་སོང་ན། ད་ལྟ་མ་ཤེས་པ་ཡིན་ནའི། གཡས་གཡོན་ལ་སྐད་ཆ་དྲིས་གན་ར་རུ་སྐད་ཆ་དྲིས་སོང་ན་དཀའ་ངལ་མང་པོ་ཞིག་ཏན་ཏན་བཟང་གི་རེད་དྲི་གི་འདུག། ད་དེ་ནི་ཁྱོད་ཡིག་འབྲི་སྟངས་དེ་རེད། ད། ཁྱོད་ཡིག་འབྲི་སྟངས་ཟེར་བ་དེ། བྱེད་སྟངས་དཀའ་ལས་བརྒལ་མ་རེད། ཡིན་ནའི། དགེ་རྒན་གྱི་མདུན་ནས་མཐོང་བ་བརྒྱུད་པའི་ཕྱག་ལེན་འདི་ཧ་ཅང་གི་གལ་ཆེན་པོ་ཡིན་ས་རེད། དབུ་ཅན་མང་པོ་ཀློག། དབུ་ཅན་མང་པོ་བྲིས། དེ་ནས་དབུ་མེད་ལ་ཚུར་ཕབ་པའི་སྐབས་སུ། ཐོག་མར་ནི་དགེ་རྒན་གྱི་མདུན་ནས་ཁྱོད་ཡི་འབྲི་སྟངས་འདི་མ་སྦྱངས་པ་ཡིན་ན། དབུ་ཅན་མཁྱེན་གི་ཡོད་པར་གསུངས་སང་དབུ་ཅན་གྱི་བྲི་སྟངས་ལ་བརྟེན་ནས་དབུ་མེད་བྲིས་པའི་སྐབས་སུ་སྐབས་མང་པོར། ཨེ་མི་འདྲ་བ་ཡོད་གི་འདུག་དོ་སྣང་མ་བྱུང་བ་བྱས་རྗེས་ནོར་བ་འཕྲོད་མཁན་དེ་འདྲ་མང་པོ་ཡོང་གི་ཡོད་རེད། དེ་འདྲ་ཡིན་པར་སོང་ཙང་དེའི་ནང་ལ་ཤོག་བུ་ཁ་ཤས་ཤིག་གི་ནང་ལ་རྒྱུ་ཡི་འབྲི་སྟངས་བཤད་བྱས་རེད། བྱས་ཙང་རྒྱུ་ཡི་འབྲི་སྟངས་ཟེར་མཁན་དེ་གཙོ་བོ་མིག་གིས་བལྟས་ནས་བྲིས་ཀྱི་རེད་མ་གཏོགས། ཨ་མཆོག་གིས་ཉན་རྗེས་ཨེ་ནས་ཡི་གེ་བྲིས་པ་ཡིན་ན། བསམ་བློའི་ནང་ལ་ཅུང་ཟད་ཆར་ཁག་པོ་འདྲི་བྱོས། ད་ཡིན་ན་ཡང་ག་ལི་ག་ལི་ཞུས་པ་ཡིན་ན་ག་ངེས་ཡོད་མ་རེད་དྲན་གྱི་འདུག་དང་པོ་དེ་ལ། གསལ་བྱེད་རེ་རེ་ནས་བྲིས་པའི་སྐབས་སུ་ག་དུས་ཡིན་ན་ཡང། དབུ་ཅན་དེ་གཅིག་པ་རེད། གསལ་བྱེད་ཁོ་རང་བྲིས་དེ་ནི་ཚེག་གཅིག་བྲིས་དགོས་རེད། དབུ་ཅན་གྱི་ཚེག་དང་དབུ་མེད་ཀྱི་ཚེག་གཉིས་གཅིག་པ་མ་རེད། དབུ་ཅན་གྱི་ཚེག་དེ་ཚེག་རང་རེད། འགྲོར་བྱེད། དབུ་མེད་འདི། དེར་ཐེངས་དགུ་ཡོད་རེད། འོ་འདི་གཉིས་མ་གཏོགས་ཕྱིར་བཏང། ཨ་ནི་ཡི་གེ་རེ་རེ་བྲིས་པའི་སྐབས་སུ་ཨ་ནི་ཚེག་རེ་རེ་བྲིས་ཀྱི་རེད། ཚེག་གི་དོན་དག་གོ་རང་ཨ་ནི་ཚེག་བར་དང་པོ་དང་གཉིས་པ་གཉིས་དབྱེ་བ་ཕྱེའི་དོན་དག་ལ་བྲིས་བྱས་རེད་ཇི་ལྟ་སྐུའི་མིང་ལས་ཚེག་ཟེར་བར། ཚེག་བར་མི་དྲུག་པ་ཚེག་གི་བརྒྱ་ཟེར། ཇི་ལྟ་ཡི་གེ་དང་ཚེག་གཉིས་རེ་རེ་ནས་བྲིས་པའི་སྐབས་སུ་རྩ་བ་ཉིད་ནས་སྦྱར་གྱི་མ་རེད་ཟེར། མགྱོགས་པོ་ཡིན་མདོག་མདོག་བྱེད་ཅེས་བཀའ་ཁྲི་ཚེག་འདི་བཀའ་ལྟ་སྦྱར་སོང་ན་དྲི་མི་སྐྱེ་བ་ཆགས་ཀྱི་ཡོད་རེད། ད་དེ་ནས་ད་དེ་ལས་སླ་པོ་ཆེ། དེ་ནས་གསལ་བྱེད་རེ་རེ་ནི་ཨཱ་ལི་དང་པོ་དང་སྦྱར་བའི་སྐབས་སུ་ག་འདྲ་བྱེད་དགོས་རེད་ཟེར་ལབ་ཡིན་ན་བཀའ་ཁྲི་ནི་གི་གུ་ཁྲི་མཉམ་དུ་ཚེག་བྲི་བར། དབུ་ཅན་དུ་མི་འདྲ་བར། དབུ་ཅན་ཡིན་ན་ཀ་ཀི་ཝུ་ཀི་བྲི་གསུངས་ན་ཀ་བྲི། དེའི་སྟེང་ལ་གི་གུ་བྲི། ཚེག་འདི། དེ་དང་མ་སྦྱར་བ་ཅིག་བྲི་བར་བ། དེ་ནས་དབུ་མེད་བྲི་བའི་སྐབས་སུ། ཀ་བྲི། ཨེ་ནི་གི་གུ་དང་ཚེག་གཉིས་སྦྱར་ཅིག་བྲི་བར། ད་ལྟ་ངའི་ཡི་གེ་ནང་དུ་བྲིས་བ། གསལ་བྱེད་རྐྱང་པ་རྣམས་སུ། ཨཱ་ལི་དང་པོ་སྦྱར་བའི་ཚེ་གེ་གུ་དང་ཚེག་གཉིས་བསྒྲགས་ཏེ་བྲིས་ན་ལེགས། སྦྱར་དགོས་ཕྱིར། མ་སྦྱར་བ་ཡིན་ན། ནོར་བ་རེད་ད་ལབ་ཐུག་མ་རེད་ཡིན་ནས་བྲིས་མི་དགོས་པ་རེད་ཟེར་ཞུ་དགོས་ཀྱི་རེད། ད་དེ་ནས་འདིར་བཞག། ཡ་ད་དུམ་བུ་ཨཱ་ལི་དང་པོ་སྦྱར་བའི་གནས་སྐབས་སུའང་མིང་གཞི་དང

དེ་ཚོ་ཞིག་ཨིན་ཚར་གཅིག་ལ་བྲི་བ་རེད in one stroke། ཀ་ཡ་ཏཱ་བྲི་བའི་སྐབས་སུ་ཀ་ཡ་ཏཱ་བྲི། དེ་ནས་ཡང་གི་གུ་ཅི་བྲི། དེ་ནས་ཚེ་གི་ལོ་ཀ་བྲི། དེ་འདྲའི་བྲི་ངེས་ཡོང་གི་ཡོད་རེད། དེ་འདྲ་བྲི་རྒྱུ་ཡོད་མ་རེད། ད་དེ་ག་རེད་ཟེར་ན། ཨ་ནི་ཨུ་ཅེ་ལ་བལྟས་ཅིག་ཨུ་མས་བྲིས། ཨན་ཐོག་བརྒྱུད་པའི་ཕྱག་ལེན་མེད་པར་སོང་ཙང་རང་འཚམས་ཀྱིས་བྲིས་པ་རེད། དེ་འདྲ་བྱས་པ་ཡིན་ན། ཨ་ནི་ཁྱུག་གི་གོ་བ་མ་འགྲོ་བ་རེད། ཁྱོད་ཀྱི་གོས་པ་ག་རེ་བསླབ་པས་ན་མགྱོགས་པོ་གྲི་ཡས་དེར་བ། མགྱོགས་པོ་གྲི་ཡས་བསླབ་ལ་གུལ་བ་བྱ་བར་འབུལ་བ་བྱ་བར། གང་ཡིན་ཟེར་ན། ཚེག་བར་གཅིག། ཐེངས་གཅིག་གྲི་ཡས་དེ། ཨིན། ཚར་བཞི་ལ་བྲིས་སོང་ན་དུས་ཚོད་ཤི་ར་གོར་གིར་བ། སྙིང་གི་བྱེད་པོ་ཡོད་མ་རེད་བ་འདུག་ཟེར། དེར་མ་ཟད་དེ་དག་གི་རྗེས་སུ་རྗེས་འཇུག་ཡོད་ཀྱང་དེ་བཞི་ཀ་སྟབས་གཅིག་ཏུ་གྲགས་ཏེ་བྲིས་ན་བྲིས་ཟ།

ཀ་ཡེ་ད་ཀྱ་ཀི་ཀུ་ཀྱི་པ་ས་ཁྲི་ཀ་ཡིན་ན། ཀ་ཡེ་ད་ཀྱ་ཀི་ཀུ་ཀྱི་བ་མཉམ་དུ་ཁྲི་ཀུ་ཀྲི་ཡང་ས་ལོག་ཀ་ཁྲི་ཀུ་རེད། བ་དང་ས་གཉིས་མཉམ་དུ་ཁྲིད་ན་འགྲིག་གི་ཡོད་མ་རེད། འདི་སྐབས་ཚེག་ནི་རང་གི་རྗེས་འཇུག་དང་མ་སྦྱར་བར་ཁྲིད་ན་ལེགས། བྱས་ཙང་ཀ་ཡེ་ད་ཀྱ་ཀི་ཀུ་ཀྱི་བ་ཁྲིད་པ་ཡིན་ན། དེའི་རྗེས་ཚེག་ཁྲི་ཀུ་བྱུགས་སོང་ན་ཚེག་མ་སྦྱར་ཅིང་ལོག་ཀ་ཁྲི་ཀུ་རེད། ཚེག་དང་མཉམ་དུ་སྦྱར་ན་ཁྱོད་ནི་ཡོང་ཡ་ཡོད་མ་རེད། ཡི་གེ་འགྲོ་སྟངས་ཀྱི་ཆ་ནས་ཡོང་གི་མེད་རེད།

རྗེས་འཇུག་ག་དེ་ག་རྐྱང་བྲིས་སོང་ན་ཚེག་དྲེག་རེད། ག་དང་ཚེག་གཉིས་མ་སྦྱར་བར་དྲེག་རེད། གལ་སྲིད་རྗེས་འཇུག་ག་དེ་མ་སྣར་ཤ་ཡ་སྦྱིན་པ་ཡིན་ན་ཁྲེས་ལ། གཡོན་ནས་གཡས་སྣ་རེ་ཡིན་ན། དེ་བྲིས་པའི་སྐབས་སུ་ཚེག་རྩ་བ་གཉིས་ནི་དྲེག་མ་རེད། ད་ནི་རག་གི་གུ་རིའི་ག་རེག་སྣར་བ་ཡིན་ན་ཚེག་དྲེག་མ་རེད། རག་གི་གུ་རིའི་ག་ག་རྐྱང་བྲིས་པ་ཡིན་ན་ཚེག་དང་མ་སྦྱར་བ་གྱི་དྲེག་གོ་རེད། ཨོ་ལ་སོ།